ལྷུན་གྱི་རྣམ་པ་བཀྲ་ཤིས་བདེ་ལེགས། ད་ང་ཚོ་ཀ་ཡན་དང་ཨེ་བེ་ཅེས་ལུས་རྗེས་ཡི་རྗེས་སུ་འཛམ་གླིང་ནང་དུ་མི་ཡི་ཁམས་པ་དང་མི་ཐམས་ཅད་ཀྱིས་དཀོན་མཆོག་གི་བཀའ་ལ་མ་བསྲུངས་པར་སྡིག་པ་བྱས་ཡོད་པའི་སྐབས་སུ། དཀོན་མཆོག་གིས་མི་སེར་གྱིས་མི་ཞིག་འདམ་གནང་བའི་སྐོར་ལུས་རྗེས་དེ་ལྟ་གི་ཡིན་མི་དེ་ནི་མིག་ལ་ནོར་བ་ཟེར་གྱི་ཡོད། འཛམ་གླིང་ཀུན་གྱི་ནང་མི་ཡི་རིགས་དཔེ་གཞི་འགྲོ་བའི་སྐབས་སུ་བུ་མོ་རྣམས་ཀྱང་བཅས་པ་རེད། མཛངས་གླིང་ནང་མི་ཡི་རིགས་རྣམས་ཀྱིས་ལས་ངན་ཤ་སྟག་བྱས་པ་དང། ཁོ་ཚོ་ལས་ག་རེ་བྱས་པ་ཡིན་ན། ངན་སེམས་ཀྱིས་སྤྱོད་པ་ཡོད་པའི་ཡ་ཧོ་ཝཱ་ཡིས་གཟིགས་གནང་བ་རེད། ཁོང་གིས་རང་ཉིད་ཀྱི་ས་ནས་མི་བཀོད་པ་དེ་ལ་ཐུགས་ཤིན་ཏུ་ཕངས་པ་རེད། ཡ་ཧོ་ཝཱ་ཡིས་གསུངས་པ། ངས་མི་ཡི་རིགས་བཀོད་ཡོད་པ་དང་བས་ཀྱང་ངས་ཁོ་ཚོ་མེད་པ་བཟོ་གི་ཡིན་པ་མ་ཟད། དུད་འགྲོ་དང་ནམ་མཁའི་ཡི་བྱ་ས་སྟེང་ཡི་སྲོག་ཆགས་ཚང་མ་ངས་མེད་པ་བཟོ་གི་ཡིན། ངས་མི་བཀོད་པ་དེ་ལ་ང་ཤིན་ཏུ་ཕངས་ཀྱི་འདུག་ཞེས་གསུངས་པ་རེད། ཡིན་ན་ཡང་ཡ་ཧོ་ཝཱ་ཡིས་ནོ་ཝཱ་ལ་ཐུགས་སྙིང་པོ་གནང་ཡོད། ནོར་བ་ནི་དད་པ་ཅན་ཡིན་པ་དང་ཅན་མིན་པ་དང། ཡང་དག་པར་ཕུན་སུམ་ཚོགས་པ་དཀོན་མཆོག་དང་མཉམ་དུ་ལྷ་བསང་རྣམ་དག་གནང་གི་ཡོད། དེ་ནས་ནོར་བ་དང་ཁོང་གི་ནང་མི་ཡི་ལུས་རྗེས་རེ་ནོར་བ་ལ་སྤུ་གསུམ་ཡོད་པ་དང་ཤམ་དང་ཧཱུྃ་ཡར་ཕེབས་བཅས་རེད། དཀོན་མཆོག་གི་སྤྱན་སྔ་དུ་འཛམ་གླིང་དེའི་གདུལ་བྱ་བྱ་ཡོད་པ་མ་ཟད་མི་རྣམས་ཀྱི་ལས་ངན་ཤ་སྟག་བྱས་ནས། གྲྭ་པ་ཡིས་གང་ཡོད་པ་རེད།